གྲོགས་ལེན་རྗེས་སླར་ཡང་ཉི་གཞོན་གྱི་སྒྲུང་གཏམ་ལེ་ཚན་གསན་ཁང་ཕེབས་པར་དགའ་བསུ་ཞུ་གི་ཡོད། གཤམ་ལ་ཡང་རྗེ་བཙུན་མི་ར་རི་པའི་རྣམ་ཐར་ལས། ལེའུ་གཉིས་པ། ཐོས་པ་འགའ་མཐུ་སློབ་ཏུ་བཏང་བ་ཞེས་པ་གསན་གཟིགས་གནང་རོགས་གནང། མྱང་ཚ་དཀར་རྒྱན་ནི་བུད་མེད་སྙིང་རུས་ཅན་ཞིག་ཡིན་པས། དཀའ་ངལ་ཅི་ཙམ་འཕྲད་ཀྱང་གདོང་ལེན་བྱེད་པ་མ་གཏོགས། དཀའ་སྡུག་གི་འོག་ཏུ་རང་ཚུགས་ཤོར་ཏེ་མགོ་སྒུར་ནས་སྡོད་མཁན་ཞིག་གཏན་ནས་མིན་ལ། ད་ལྟའི་དཀའ་སྡུག་གི་འཚོ་བ་ལ་འགྱུར་ལྡོག་ཡོང་རྒྱུར་རེ་བ་ཆེ་མྱོང་མེད། ཉིན་ཞིག། མྱང་ཚ་དཀར་རྒྱན་གྱིས་རང་གི་བུ་ཕྲུག་གཉིས་ལ། ངས་མ་སྨད་རྣམས་གཞན་གྱི་མནར་གཅོད་དང་དཀའ་སྡུག་ལས་སྒྲོལ་བའི་ཐབས་ཤེས་བྱ་དགོས་པ་ལས། རང་ཉིད་དཀའ་སྡུག་མྱོང་མཁན་ཡིན་པ་ལྟ་བུས་མགོ་སྒུར་ནས་སྡོད་མི་རུང། ཡིན་ནའང། ང་ཚོ་ལ་མི་ཤུགས་དང་རྒྱུ་ཤུགས་གང་ཡང་མེད་པས། ཐོས་པ་ལ་ཁྱོད་ལ་རིག་པ་གྲུང་པོ་ཞིག་ཡོད་པ་དེའི་ཐོག་ནས་ཡི་གེ་སློབ་སྦྱོང་བྱོས། ཟེར་ནས་ཐོས་པ་འགའ་བགྲེས་སོང་སེམས་བཟང་ཞིག་ཡོད་པའི་མདུན་དུ་ཡི་གེ་བསླབ་པར་བཏང། ཐོས་པ་འགས་ཨ་མའི་དཀའ་སྡུག་མཐའ་དག་གསལ་པོ་ཤེས་ཀྱི་ཡོད་སྟབས། ཁྱིམ་ཕྱི་ནང་གི་ལས་ཀ་གང་འདྲ་ཞིག་བྱེད་དགོས་ཀྱང། རྒྱུན་དུ་ཨ་མ་དང་མཉམ་ལས་བྱེད་ཀྱི་ཡོད་པར་མ་ཟད། ནང་ལུགས་ཀྱི་དུས་ཚོད་བར་གསེང་ནམ་ཡོད་ལ། ཡི་གེའི་སློབ་སྦྱོང་ལ་འབད་བརྩོན་ལྷོད་མེད་བྱས་ཏེ། སློབ་སྦྱོང་གི་ཐད་ནས་གྲུབ་འབྲས་ཡག་པོ་ཞིག་ཐོབ་ཡོད་ཀྱང། ལོ་ན་ཆུང་བའི་དབང་གིས་མཚམས་རེར་ཨ་མ་བློ་ཕམ་དགོས་པའི་ནོར་འཁྲུལ་ཡང་བྱེད་ཀྱི་ཡོད། ཉིན་ཞིག། མྱང་ཚ་དཀར་རྒྱན་གྱི་ཁྱིམ་དུ་ཡོས་བརྔོས་ནས་ཡོད་པའི་སྐབས་ཤིག་ལ། ཕྱི་ལོགས་སུ་སྐད་སྙན་པོ་ཤིན་ཏུ་རྒྱུས་ཡོད་ལྟ་བུ་ཞིག་གླུ་ལེན་གྱི་ཡོད་པ་ཐོས་པ་ན། འདི་ངའི་བུའི་སྐད་འདྲ་ཡང། ངས་མ་སྨད་རྣམས་ལས་སྡུག་པ་ཞིག་ས་ཐོག་ན་མེད་པས། ཐོས་པ་འགས། གླུ་ལེན་མི་སྲིད། ཅེས་རང་གི་སྣང་བ་ལ་རང་ཉིད་ཡིད་མ་ཆེས་པར་མགོར་འབུད་དེ་ལྟ་བའི་སྐབས། ཐོས་པ་འགའ། ཆང་གིས་བཟི་ནས་གླུ་ལེན་བཞིན་ཡོང་གི་ཡོད་པ་དངོས་སུ་མཐོང་བ་རེད། ཐོད་པ་འགའི་བྱ་སྤྱོད་དེ་ལ། མྱང་ཚ་དཀར་རྒྱན་ཧ་ལས་ཏེ། ལག་པ་གཡས་སུ་དབྱུག་པ་བཟུང། གཡོན་དུ་ཐལ་བ་འབར་གང་འཁྱིལ་ནས་རྒྱུགས་ཡོང་སྟེ། ངུ་ངག་དང་བཅས་ཐོད་པ་འགའི་ངོ་ལ་ཐལ་བས་བཏབ། མགོ་ལ་དབྱུག་པས་གཞུས་ཏེ། གནམ་ས་འགས་པ་ལྟ་བུའི་ངུ་ངག་གིས། ཡབ་མི་ལ་ཤེས་རབ་སྐྱེས་ཚེ། ཁྱེད་ལ་བུ་འདི་འདྲ་སྐྱེས་འདུག། ངས་མ་སྨྲས་ཀྱིས། ལས་རྒོད་ལ་གཟིགས་དང། ཟེར་བཞིན་སྐབས་རེར་ཐོད་པ་འགའི་སྐྲ་ནས་བཟུང་སྟེ་ས་ལ་བྲུས་པ་དང། སྐབས་རེར་མོ་རང་གི་མགོ་ས་ལ་བརྡབ། སྐབས་དེར། སྲིང་མོ་དགུན་སྐྱིད་ངུ་བཞིན་བརྒྱུགས་ཡོང་སྟེ། ཨ་ཅོ་བཟའ་མས་སྐད་ཀྱི་ཆང་བཏུང་བ་དང་གླུ་ལེན་རྒྱུ་ཞིག་གང་འདྲ་བྱས་ནས་དྲན་པ་རེད། ད་ཨ་མ་ལ་ལྟོས་དང། ཟེར་བཞིན་ཨ་མ་ལ་འཐམས་ཏེ་ངུས། སྐབས་དེར། ཐོས་པ་འགའ་རང་གི་བྱས་ཉེས་ལ་སེམས་ཁོང་ནས་འགྱོད་པ་དྲག་པོ་དང་བཅས། ས་ལ་རིལ་ནས་ཡོད་པའི་ཨ་མ་ལ་འཐམས་བཞིན། ཨ་མ། ཁྱེད་ཀྱིས་དེ་ལྟར་མ་གནང། ངས་ཉི་མ་དེ་རིང་ནས་བཟུང་ཨ་མའི་བློ་ཕམ་པའི་བྱ་བ་གཏན་ནས་མི་བྱེད། ཟེར་ནས་ཞུ་བ་འཐེན། གོང་མ་མེད་རྣམས་གཅིག་ལ་གཅིག་འཐམ་སྟེ་ངུ་བཞིན་དུས་ཡུན་རིང་པོར་ལྷགས། འདི་ལྟར་མྱང་ཚ་དཀར་རྒྱན་མ་བུ་རྣམས་དབུལ་ཞིང་སྐྱོ་བའི་ཐོག་གྲོགས་མེད་ཁེར་རྐྱང་དུ་གྱུར་ཏེ། གནམ་སྔོན་པོའི་འོག་ཏུ་གོང་མ་མེད་རྣམས་ལ་རེ་ས་དང་སྐྱབས་ས་མེད་པ་ལྟ་བུ་ཞིག་ཏུ་གྱུར་ཡོད་པས། སྐྱོ་སྣང་དང་བློ་ཕམ་ཚད་མེད་ཡོད་པ་སྨོས་མ་དགོས་ཀྱང། ཐོས་པ་འགའི་སྐྱོ་སྣང་དང་བློ་ཕམ་སྟོབས་ཤུགས་སུ་གྱུར་ཏེ། ཨ་མ་དང་མཉམ་དུ་དཀའ་སྡུག་མཐའ་དག་ལ་གདོང་ལེན་བྱེད་ཀྱི་ཡོད་པ་མ་ཟད། དེ་ནས་བཟུང་ཨ་མའི་ཐུགས་ཕམ་པའི་བྱ་བ་གཏན་ནས་བྱས་མ་མྱོང་བ་རེད། ཉིན་ཞིག་དགུང་ཟས་ཤིག་གི་སྐབས། མྱང་ཚ་དཀར་རྒྱན་གྱིས་ཤིན་ཏུ་གཟབ་ནན་གྱི་ངང་ནས། ད་ལྟའི་ངས་མ་སྨད་ཚོའི་གནས་སྟངས་འདིའི་ཐོག་ནས། ཨ་ཁུ་དང་ཨ་ནེ་གཙོས་ངས་མ་སྨད་རྣམས་ལ་སྡུག་པོ་ཚད་མེད་གཏོང་མཁན་ཚོར་ཁོས་ལན་སློག་པའི་ནུས་པ་མེད། ངས་མ་སྨད་གཉིས་ལ་ལྟ་ས་ཞིག་ཡོད་པ་ནི་ཐོས་པ་ག་ཁྱོད་ཡིན། ཁྱོད་ཐུགས་ལ་བར་འགྲོ་ཨེ་ཐུབ། ཅེས་དྲིས་པ་ན། ཐོས་པ་དགེ། ངས། ཨ་མ་དང་གཅུང་མོ་གཉིས་བློས་ཐོངས་དཀའ་བ་མ་གཏོགས། དཀའ་ཁག་ཆེ་བའི་གནད་དོན་གང་འདྲ་བསྒྲུབ་དགོས་ཀྱང་འཇིགས་ཞུམ་གཏན་ནས་མེད། ང་ཐུགས་ལོག་པར་འགྲོ་རྒྱུར་ཨ་མར་མོས་མཐུན་ཡོད་ཚེ་ང་འགྲོ་ཐུབ། ངས་ཐུགས་ལ་གྲུབ་འབྲས་ཡོད་པ་ཞིག་ངེས་པར་བྱེད་ཀྱི་ཡིན། ཟེར་ནས་ཁས་ལེན་བྱས། ཨ་མ་ཡང། ཐོས་བ་དགའི་སྙིང་རུས་དང། སེམས་ཤུགས་ལ་ཡིད་ཆེས་བརྟན་པོ་ཡོད་པས། འོ་ན། མ་བུ་རྣམས་ཀྱིས་འདི་ལྟར་བྱེད། ཁྱོད་ཀྱིས་མཐུ་བསླབས་ན་གྲུབ་འབྲས་འདོད་པ་བཞིན་ཡོང་བ་ང་ལ་ཡིད་ཆེས་ཡོད། ཅེས་མ་བུ་རྣམས་ཀྱིས་ཐོས་བ་དགའ་མཐུ་སློབ་པར་འགྲོ་རྒྱུར་གྲོས་ཐག་བཅད། གོང་མ་བུ་རྣམས་ལ། འཚོ་བའི་དཀའ་ངལ་ཡོད་མེད་ལ་མ་ལྟོས་པར། མྱང་ཚ་དཀར་རྒྱན་གྱི། ཕངས་མེད་ཀྱི་ཞིང་ས་གཤིན་པོ་ཞིག་ཡོད་པ། ཁྱིམ་ཚང་ཕྱུག་བདག་ཅིག་ལ་བཙོང། ཞིང་སའི་རིན་གྱི། ཡུལ་དེ་སྐད་གྲགས་ཡོད་པའི། གཡུ། སྐར་ཆེན་བྲོ་བྱ་བ་ཞིག་དང། རྟ་དཀར་པོ་སེང་གེ་སྲབ་མེད་ཅེས་པ་སོགས་ཉོས་ཏེ། ཉིན་ཤས་རིང། མ་བུ་རྣམས་ཀྱིས་ཐོད་པ་སྒར་ལ་ལམ་ཆས་བསྒྲིགས། གྲ་སྒྲིག་ཡོངས་སུ་གྲུབ་རྗེས། ཚེས་བཟང་གི་ཉིན་ཞིག་ལ། ཐོས་པ་འགའ། ན་མཉམ་གྱི་བྱིས་པ་ལྔ་དང་ལྷན་དུ་ཐུགས་བློ་བར་ལམ་དུ་བྱེད། ཨ་མ་དང་གཅུང་མོ་གཉིས་ཀྱིས་སྐྱེལ་མ་བྱས་ཏེ། མྱང་ཚ་དཀར་རྒྱན་གྱིས་བུའི་ལག་པ་ནས་འཛིན་བཞིན། བུ། འུ་ཅག་མ་སྨད་རྣམས་ཀྱིས་ལས་གོས་ལ་ལྟོས་དང། མགྱོགས་མྱུར་མཐུའི་ནུས་པ་ཐོན་པ་ཞིག་བྱུང་ཡོད་ཨ། ཁོང་ཚོའི་མཐུ་དང། འུ་ཅག་གི་མཐུ་མི་འདྲ། ཁྱོད་ཀྱིས་སྙིང་རུས་བསྐྱེད་དེ་ཡུལ་ལ་མཐུ་དག་ཐོན་པ་ཞིག་ངེས་པར་བྱ་དགོས། གལ་ཏེ། ཁྱོད་ཀྱིས་མཐུ་དག་མ་ཐོན་པར་ཡུལ་དུ་ལོག་བྱུང་ན། ང་ཨ་མ་རྒན་མོ་ཁྱོད་རང་གི་མདུན་དུ་རང་ཤི་རྒྱག་གི་ཡིན། ཞེས་ཟེར་ནས་བུའི་སེམས་ལ་ཟུག་པའི་བསླབ་བྱ་མང་པོ་བྱས་ཏེ་བཏང་བ་རེད། རྫ་ས་ལྡན་པའི་སེང་གེ་རྣམ་པ་ཚོ། འདི་ནས་ལེའུ་གཉིས་པ་མཇུག་སྒྲིལ་བ་ཡིན། ང་ཚོ་སླར་ཡང་རྗེས་མའི་ལེ་ཚན་ནང། ཐོས་པ་དགེ་མཐུ་བདེ་གསལ་གསུམ་མཐར་ཕྱིན་པར་བསླབ་པ། ཞེས་ལེའུ་གསུམ་པའི་སྐབས་བཞེས་ཡོང།